བོད་མི་རིགས་བདེ་བ་དུ་ངེས་རིགས་ཅོག་ཐག་གི་སྲོག་ནོར་གི་མ་རེད་གསུང་གི་འདུག་དེ་ཁོ་རང་ཚོ་དུ་བ་གཅིག་ལ་སྐད་ཆ་གསར་པ་གཅིག་སུ་གཅིག་ཏུ་མི་མཐུན་པའི་སྐད་ཆ་གསར་པ་གཅིག་བཤད་དེ་འདྲའི་བྱེད་འོང་དུས་ག་ལ་དེ་ནི་དེ་ནང་ལ་གཅིག་མི་མང་པོ་གཅིག་གི་དོ་སྣང་བྱེད་ཡ་དང་རང་ལ་ང་ཚོ་ལྟ་དེ་རུ་བ་ད་གནའ་སྔས་མན་ནས་དེ་འདྲའི་བྱུང་བྱུང་མང་པོ་བྱུང་མྱོང་རེད་ད་དགེ་འདུན་ཆེན་པོའི་གཉིས་པ་ན་ཞིག་དེང་དགོས་དྲན་ངེས་དེ་འདྲས་ཡིན་ན་དགེ་འདུན་ཆེན་པོའི་གཉིས་པ་ན་ཞིག་ཆགས་ངེས་ཉུང་ཉུང་རེད་ད། དེང་སྐུ་ཕྲེང་གི་དཔེ་མང་པོ་ཡོད་རེད་ད། རོ། འདི་འདྲའི་ཡིག་དེའི་བཀའ་ལོ། ནང་བཞིན་རྗེས་འདེད་ཀྱི་སྐད་ཆ་དེ་བཤད་དེའི་བཀའ་ལོ་སྲིད་སྤྱི་གི་དོ་སྣང་མ་འཕྲད་འོས་དེའི་བཀའ་ལོ་དེ་ནི་འདྲ་མི་འདྲ་བཤད་ད་བཟོ་སྐད་དེ་ཅི་ལྟར་ད། རུ་ལུས་ཏེ་སོགས་ཡོད་རེད་པས་ཡོད་མ་རེད་ད་དེ་རིགས་སྐད་ཆ་གཅིག་བཤད་གོ་རེ་སོང་གཉིས་གཞན་པ་གཅིག་བཤད་གོ་རེ་ད། སྣང་གཉིས་ཀ་གཞན་པ་བཤད་གོ་རེ་ག་ལས་བརྟག་དཔྱད་བཏང་ད། ད་བཟོ་སྐད་དེ་སོ་སོ་གི་བརྟག་དཔྱད་རྩ་ནས་མ་བཏང་ཆེད། དེ་ནི། སྐད་ཆ་གཅིག་བཤད་འོང་དེའི་བཀའ་ལོ་ད་དེ་རེད་བཞག་སོང་ནས་དེའི་འུར། གཅིག་འུར་འགྲོ་དེའི་བཀའ་ལོ། རེད་བ། དེ་རིང་དེའི་རིགས་འཕྲུལ་འདྲ་མོ་འདྲ་ཐེ། སོ་སོའི་གར་སོགས་བླ་མ་དང་བློ་མིའི་པ་ཙག་ལ་ཡིན་ན་ཡང་སྡོང་ཚིག་བསགས། གྲོགས་པོ་དང་གྲོགས་པོའི་པ་ཙག་ལ་ཡིན་ན་བདུད་ཚིག་བསགས་ད་ག་ནང་བཞིན་སྤྱི་མཚུངས་ཡིན་ན་འདྲ་མི་དགེ་ཡིན་ན་འདྲ། གང་དྲིའི་ཐོག་ལ་ཡིན་ན་ཡང་དེ་སྤྱན་དང་དེ་ནི་རྙོག་དྲ་མང་པོ་ཞིག་ལ་ཡོང་གི་འདུག་བ། དེ་སྲིད་དེ་དྲ་གོ་འུར་གྱིས་རྗེས་སུ་འགྲོ་ན་ཡོང་སྲིད། ཐག་ཐོད་བུ་བསྟན་ན། སོ་སོ་རང་གི་སྤྱི་ལ་འགྲོ་ཡ་རེད་ད་སོ་སོ་ལ་སྤྱི་ཐོག་ཤར་གྱི་ཐོག་གོ་གི་ཡོད་ན། གནས་འཕྲུལ་རྡོ་རྡོ་སྤྲད་མཁན་སུ་གཅིག་ཡོད་མ་རེད།

དེ་གི་འགྲེལ་པ་ནི་གར་ཡོད་རེད་དེ་ནི་ཐུན་མོང་སྡིག་པ་ཕྱི་ཡི་མུན་ཁྲི་ཞིག་འགྲོ་ཡི་དུས་ངན་ཤག་ཏུ་མི་སྲིད་ལ། ཉིད་ཀྱི་རྟོག་པ་གཞན་ལ་འཕོ་མི་དེ་ཕྱི་ཉིད་བདེན་པ་བསྟན་པའི་གྲོང་ཁྱེར་དེ་ད་ལྟ་སོག་པའི་འུ་ཐུག་པའི་སྐད་ཆ་འདྲ་བོ་རག་སངས་རྒྱས་དེ་སྲིང་མོ་དེ་ག་ལ་སངས་རྒྱས་རང་ཕེབས་པ་ཡིན་ན་ཡང་ཐ་ནོ་གཏན་ནས་སྐྱོ་ཡ་དེ་མ་ཐུག་ཅིག་གིས་ཨནི་ཁོ་རྡོག་རྡོག་ཞིག་མེད་པ་དེ་ཅིག་དེ་ད་དེ་སྐད་ཆ་དེ་དུ་སྙོང་དུ་ག་རེ་སྤྲད་དགོས་རེད་ཟེར་ན་བདག་ཉིད་བདག་གི་མགུལ་ཡིན་ཞིག་གཞན་ལ་སུ་གཅིག་རྒན་དུ་བྱེད་བདག་ཉིད་ལེགས་པར་ཐུབ་ཡིན་ན་མཁས་པའི་ཐོག་རེ་ཐོག་གང་ཅི་ཟེར་དེ་གོ་ཡ་རྒྱག་དགོས་རེད་བ། ད་ཐུག་ཡོད་དེ་ག་ལ་སོ་སོ་སོ་སོ་གི་འགལ་ཆ་དེ་སོ་སོ་རེ་རྒྱག་རེད་ད།

ཨོ་ད་ཏི་འདྲི་རེད། དངོས་གནས་རེད་ད་ཏི་འདྲི་བྱས་དུས་ཀ་ལུང། ཏི་སུ་བྲིས་ལ་པའི་གར་སོ་བ་རེད་ད་ཅེས་བཏང་ཡག་གི་ཡུལ་ལ་བཞག། ཅེས་པ་བྱས་ས་གི་ཡུལ་ལ་བཞག་རེད་བ། དེ་ནས་ཏི་འདྲི་བཞག་ན་ཡག་གི་ཡོད་རེད། ངས་སྐད་ཆ་དྲང་པོ་རེ་བཤད་ཡོང་ན་ང་ནི་དངོས་གནས་རིགས་འགའ་ཞིག་ལ་ཡ་མཚན་ཡོང་གི་འདུག་གོ་མཇུག་སོང། མི་ཏི་སུ་བྲིས་ལ་ཏི་འདྲི་གི་དུས་ཟེར་བྱས་ཡ་མཚན་དེ་ཏི་སུ་གང་ལྟས་ན་ཆེས་ནད་མི་དགོས་ཡིན་ནའང་ནི་སོང་བསྡད་རེད་ཀ་ཀ་ལ། པའི་ཕྱི་སྲིད་ཉིས་རྩ་བཞི་ཁོ་རང་ནང་ལ་པའི་ད་ནི་དུས་དགྲ་བྱ་འདྲ་བོ་དོན་གྱི་ནང་ལ་པ་ལ་བ་ལ་བཤད་དེ་ངེད་དང་ཡོར་སྲིད་གི་དོགས་པས། འགའ་ཞིག་འགའ་ཞིག་ནི་འོ་ང་ཚོ་པ་ཉིན་ཤས་ནང་འཛུལ་ཡོད་ཚོ་པ་སུན་ཅུན་རུ་འཛུལ་ཡོད། ད་དུས་ཚོད་གཟི་པོ་གི་ཨ་འདྲར་བསྟན་གི་ཡོད་ན། ལ། དེ་འདྲས་ཡོར་སྲིད་གི་འདུག་བྱས་ཙང་དེ་འདྲས་ཡིན་དུས་རྩ་ནི་དྲང་གི་ཤོད་པ་དེ་རེད་བྱས་ཙང། དགོངས་དག་ཅུང། སོ་སོ་རུ་ཚོད་ཡོད་པའི་ཐོག་ནས་ལས་ཀ་ག་རེ་བྱས་པ་ཡིན་ན་ཡང་མིན་ཡང་སོ་སོ་གི་རུ་ཚོད་ཡོད་པའི་ཐོག་ནས་ལས་ཀ་བྱེད་དགོས་ཡ་དེ་གནད་འགག་ཆེན་པོ་ཡིན་ས་རེད། ཡང་རུ་ཚོད་ཡོད་པའི་ཐོག་ནས་ལས་ཀ་བྱེད་དགོས་ཏེ་གནད་འགག་ཆེན་པོ་ཡིན་ས་རེད། རུ་ལུས་འདྲ་པོ་ཅིག་ཡོད་པའི་ཐོག་ནས་ནི། བརྟག་དཔྱད་ཡག་པོ་དང་འདེམས་སྒྲིག་བྱེད་དགོས་ཏེ་གནད་འགག་ཆེན་པོ་རེད་ཟེར་ནས་ད་གཙོ་བོ་ད་ལྟ་འཇིགས་སྐུལ་ཐོག་མ་ཆེན་པོའི་བཀའ་སློབ་གནང་ཡ་དེ་དེ་རེད་དོ། དྲག་པོ་འུ་ཅིག་འཇིགས་སུ་འགྲོ་ན་ཡོང། ཉེས་ཤེས་སྲིད་ཀྱི་ལག་པས་མི་སྲེག་ལ། ཡེ་ཏི་སྲིད་རྒྱུ་ཁ་རུ་མི་ལྡུང་བའི་བླུན་པོ་ཆེ་ན་ཁ་བྲིས་མ་བྱས་འོང་གསུང་ཡ་དེ་ད་བདུད་གཟུགས་ང་ཚོ་ཡོང་གནད་འགག་ཆེན་པོ་རེད་ཆ་དེ་ཅི་རེད། བཟང་སྔགས་གཟའ་ཚང་མན་ངག་ཟས་ཀུན་འཚོ་བ་དང། ཐོག་ཐུག་མུན་པའི་སྣོད་དྲུག་བསྲུང་ཤེས་ཀྱིས། དགྲ་གཉེན་སྨེ་བརྩེགས་སྲོག་ལམ་མགོ་འཁོར་བ་བཞི་ལུས། ཐིག་གསུམ་བྱིས་པའི་བགེགས་ཡིན་པས། ཨ་ནི་གར་སོགས་རེད་གཙང་བ་པོ་ནི་ཡ་ག་མ་འཚོ་འོང་ཟིན་གསུངས་པ་རེད། སྙན་མ་དེ་ནི་གྲ་ས་ལ། ད་ལྟ་སྤྲེའུ་གིང་ཁི་སི་རིན་པོ་ཆེ་རྒྱལ་དམ་པས་དེ་འདྲའི་བཀའ་སློབ་གནང་གི་རེད། འབྲས་སྤུངས་འདྲ་བ་ཞིག་ཡིན་ན། དེ་ནི་ཞྭ་གོ་དགེ་ཉི་མ་དང། ཞྭ་གོ་དགེ་ཉི་མ་ཁོ་རང་ཡང། ཅེས་ལུས་འདྲ་མ་འདྲ་ཞིག་ཟེར་ཡ་དེ་ལུས་ཐུན་གནང་གི་མ་རེད་ཟེར་དེ་དགའ་དགའ་བོ་གནང་གི་མ་རེད་ཟེར། ལྷག་པར་དུ་འབྲས་སྤུངས་ཀྱི་ལུས་ཟུངས་འདྲ་བ་དེ་ག་རེ་ཡོད་རེད་ཟེར་ན་གློ་སྙིང་རྗེ་ཞིག་མིན་ནི་ག་དེ་ལ། ཅེས་ལུས་འདྲ་མ་འདྲ་ཞིག་འགྲོ་ཡ་དང་ཡང་ཅིག་གསུང་ཆོས་འདྲ་མ་འདྲ་ཞིག་འགྲོ་ཡ་དེ་སོགས་ལ་དགའ་བྱང་གནང་གི་རེད་ཟེར་དེ་དངོས་གནས་བདེན་པ་རེད་དོ། རེད་བ། གཙོ་བོ་དེ། ང་ཚོ་ག་ཚོད་རེ་བཞུགས་ལུས་ཀྱི་དོན་དག་བྱེད་ཡ་དེ་གལ་ཆེ་ཤོས་དེ་ཆགས་བསྡད་བ་རེད་བ།

ལུང་ཞེས་ཁ་འགྲོ། བཤད་ལུང་ཞེས་ཁ་ཅིག་འགྲོ་ལུང་ཞེས་བཤད་ཁ་ཅིག་འགྲོ་བ་ཡིན་ན། གཏམ་དེའི་ལ། གདངས་ཅི་ཡིན་ཚིག་གི་ལུང་ཚིག་ཡོངས་རྫོགས་ཆགས་འགྲོ་དགོས་རོ། ཕྱི་རམ་བརྩེ་བ་ཡོངས་རྫོགས་ཆགས་འགྲོ་དགོས་རོ། ད་དེའི་སྐོར་དངོས་གཉེར་ཅན་ག་རེ་བཟོ་དགོས་རེད། གནས་སའི་དད་པའི་ཐོག་ནས་བཟོ་ཡོད་རོ། ལུང་ཞེས་ཡ་འདི་གི་སྐོར་ལ་ག་རེ་བཟོ་ཡོད་རེད། དེ་ཤིན་ཏུ་ཀུན་མཁྱེན་འདྲ་པོ་ཅིག་རེད་ད། ལུང་གཅིག་ཐོག་ཡོད་མ་གཏོགས། དེ་ཅིག་དེ་བློ་གཉིས་ལངས་པའི་ག་རེ་བཟོ་རེད། རྐྱེན་བཟོ་གི་ཡོད་པ་དེ་བརྒྱ་ཆ་བརྒྱ་རེད་དོ། རེ་བ། དེ་འདྲི་འདྲ་མ་འདྲ་མང་པོ་འགྲོ་ཡང་དེ་འདྲི་བྱས་ཏེ། དེ་འདྲི་ཡིག་ཚང། འདི་ནོ་སོང་ཡ་རེད་ད། ཟང་ཟང་མན་ངག་ཟས་སྐུ་འཚོ་བ་ཟས་ཚད་ཡོ་རྫོགས་འཚོ་དེ་ངེས། དེ་ཡང་གནད་འགག་ཅི་རེད་བྱ་ད་ང་ཚོ་དུམ་བུ་ལས་དུམ་བུ་བའི་གློག་བརྙན་ཡོད་ཐོག་ནས་ཁྱེད་ཀྱིས་བཤད་པ་ཡིན་ན་གནད་འགག་ཆེན་པོ་ཅི་རེད་བྱ། གནད་འགག་གཉིས་པ་དེ། ད་ལོ་ཁ་ཤས་ཟིག་གི་ནང་ནས་པའི་ཨོ་ལིམ་མན་ངག་ལ་ཧད་འདྲ་པོ་ཞིག་ལོག་ཡོང་ད། ཉིན་རྟག་གཅིག་དྲན་གི་འདུག་དངོས་གནས་དྲང་གནས་གི་ང་གཅིག་པོ་མ་རེད་ད་ཕྱི་དྲོ་དགེ་བའི་བཤེས་གཉེན་གཞན་པ་དུ་སུ་ཡོད་དམ་ཅི་ལྟ་སྟོང་ཡོད་ངེས་མང་པོ་ཡོད་རེད་དཔེ་ག་རེ་ཡིན་ནམ་ཞིག་ཁོང་ལྟ་ཆོག་ཅི་ཡོད་རེད་ཟེར་དུས་ནི་ཕེབས་རྒྱུ་ཆུང་བྱས་ཡ་ཡ་དེ་ལུགས་ལུགས་ལུགས་མ་ཡ་གི་ལུགས་དེ་ཁུངས་དག་ལུས་དག་རེད་འདོད་ཡ་རེད་མི་འདོད་ཡ་ལྟ་ཅི་བཏང་གི་ཡོད་མ་རེད་བླ་མ་ངོ་ཤེས་དགོས་མ་རེད་ད་དུ་བ་ཅི་ནི་ཅི་ལས་གི་ཡོད་རེད་ཟེར་དུས་དཀའ་ལ་ཕེབས་རྒྱུ་ཆུང་བྱས་ཡ་ང་ནི་རྒྱུ་ཐོག་མ་དུ་རྒྱུས་མ་མྱོང་ད་དྲེད་སོ་སོ་གི་ཇི་ཡོད་ངེས་ཀྱི་བླ་མའི་མདུན་ལས་མ་གཏོགས། ཅེས་འདི་འདྲའི་སྤྱོད་འཇུག་དེ་ད་འདི་སོགས་ཀུན་སློང་འདྲ་བོ་ག་རེ་རེད་དྲང་པོས་བཤད་ན། རིགས་འགའ་ཤས་ཀུན་སློང་ཡག་ག་ཡོད་ཀྱི་རེད་དངོས་གནས་ཅི་ཡིན་ག་སོགས་རེད་སངས་རྒྱས་ཀྱི་བསྟན་པའི་སྟེང་དང་རྒྱལ་བའི་བསྟན་པའི་སྟེང་དང་རུ་བ། ཡིན་ན་ཡང་རིགས་འགའ་ཤས་ཀུན་སློང་ཡག་ག་ཡོད་གསུང་གི་འདུག་ད། དེ་འདྲའི་ཅི་དེ་ཀ་ལ། རྗེས་ལ་དེ་ནས་གནས་ཚུལ་དེ་འདྲའི་མང་པོ་འབྱུང་འགྱུར་རེད་ད་ལུས་ཤི་ཚར་བའི་རྗེས་ལ་གཞི་ནས་ད་ཅིའི་ལུས་རྗེས་ཡོད་དང་མེད་ཀྱི་སྨྱོ་རྟགས་ཆགས་ཡ་དང་འདྲ་ཡོང་གི་འདུག་ད་དེ་ཡོང་ཡོང་རེད་ད། དེ་གཟིགས་ཏེ་བཀའ་ལ་ང་ཚོ་དེ་འདྲིའི་གི་རིགས་ཏེ། ང་ཚོ་བླ་མ་སེང་གེ་འདི་སྟེང་དབུས་འདི་ཀ་ལ་ཆེད་དུ་སློང་ཆད་པ་ན་ཞིག་བྱེད་རྒྱུ་ཡོད་མ་རེད་གསུངས་པར་བ་ད། དེ་ཡིན་དེ་ཀ་ལ་ངའི་ལ་བླ་མ་ག་རེ་ཡིན་མིན་ལྟ་ཅིག་དང་བླ་མའི་རྒྱ་ཁྱུང་ལྟ་ཅིག་དང། སོ་སོ་གི་གུང་བཞེས་ཡག་གི་དེ་ནས་དབུ་ལུས་མན་ངག་དེ་རྗེ་བ་བ་མ་ཞིག་ཏུ་བསྒོར་བ་དེ་པའི་ཚེ་དེ་གཏང་ཐུབ་པ། ཨང། དེ་འདྲའི་སྤྱོད་པའི་ཁ་ཐུག་དེ་ལ་དེ་ནི་ཅི། ག་སོ་སོ་སོ་གིས་བཞིན་ཏེ་ཐུག་གི་ཡོད་ན་བླ་མ་བསྟེན་ཐུག་གི་ཡོད་ན་ཤི་ན་འོ་ཟེར་བར་བ། མ་ཐུག་ཅིག་གིས།

དེ་འགོར་དང་དེ་གཙོ་བོ་རེད་ད། དེ་ལས་གཞན་པའི་ཅི་དགར་སོགས་ལས་ཨོ་ལོའི་མན་ངག་དང་གཙུག་ཐང་ཕལ་བ་རེ་ཕལ་པ། ད་ནང་ང་ཚོ་བྱེད་ཀྱིན་པའི་དཔེ་ཆ་སློང་ཉེས་ཀྱི་རིམ་པ་བྱེད་པ་དེ་ལ་གནད་དུ་ཡོད་ན་དེ་ཚོ་གང་རྡོ་རྗེ་རེད་རྡོ་རྗེ་རེད། འོ་དེ་ང་ཚོ་སློང་ཉེས་བྱེད་ཀྱིན་པའི་གི་དགར་སོགས་རེད། སློང་ཉེས་དབང་གཅིག་རེ་ཆགས་འཛིན་ལ་གསུམ་ཐུན་སྒྲིལ་བཏང་དགོས་རེད། སློང་ཉེས་ཡང་ཐུན་ཚང་གཉིས་གཅིག་ཏུ་གསུམ་རེ་བཏང་ན་ཨོ་ལོའི་མན་ངག་ཚོ་ན་ཡག་པོ་རེད་ཡིན་ན་ཡང། གར་སོགས་བས། དེ་ཡང་སོ་སོ་སོ་སོ་འགྲོ་ལྡོག་ཅིག་གོ་གོ་དང། ཏག་ཏག་པའི་ག་སོགས་ཚད་དུ་བསྟན་པ་ཅིག་བྱུང་ན་ཡག་པོ་ཡོད་ས་རེད་གསུངས་འདུག་འདི་ནི་གསུང་ཡ་དེ་གསུང་གོ་ར། ཟ་བསམ་མན་ངག་ཟས་ཀུན་འཚོ་བ་དང་ཐོག་ཐོག་མུན་པའི་སྣོད་དྲུག་གསུང་བཤད་ཀྱིས། དེ་དང་པོ་དེ་བཤད། ད་ཅིག་ཐོག་གསུང་གཉིས་ཐོག་སུ་ཟེར་ཡར་བ་སྟེ། སྒྲ་སྙན་གནས་ཚིག་སོགས་ལ་མགོ་འཁོར་བ་གཞུ་ལུས་ཐི་སུང་བྱེད་པའི་གེགས་ཡིན་པས། རྩ་བ་པོ་ནས་ཡ་ག་མ་འཛོངས། རང་ཉིད་མི་ཚེ་སྲོག་ལ་མགོ་བསྐོར་ན་གཞོན་ལུས་ཁྲི་སྲོང་ཤི་བའི་རྒས་ཡིན་པའི་ཟེར་ཡ་འདི་ཚེ་འདི་ལྷའི། སྤྱན་ཡིན་མོན་པོ་བཟོ་ཡོད་ས་རེད་ངས་འདུག་ཟླ་འདི། ཉི་མ་ལ། གྲྭ་ཚང་འདྲ་བོ་ཅིག་མི་དར་ལུས་བགྲང་ཡས་ཡོད་ན་མེད་ན་འདི་རེད་ཟེར་གི་འདུག་རང་ཉིད་མི་ཚེ་སྲོག་ལ་མགོ་བསྐོར་བ་གཞོན་ལུས་ཁྲི་སྲོང་ཤི་བའི་རྒས་ཡིན་པའི་ཟེར་འདི། དེ་ནི་ཁོ་དཔེ་ཆ་མང་ཐུག་ཅིག་གི་ག་རེ་བཟོ་བོ་རེད་ད། ཅིག་རིག་ནི་སྦྱང་བྱོས་ཡོད་མ་རེད་ས་དང་སྙན་ངག་སྦྱང་བྱོས་ཡོད་མ་རེད། དེ། ག་སོང་དེ་རག་འདྲ་པོ་དེ་གང་ཅི་ཅིག་འཚོགས་ནས་སླེ་ཡོད་ན་མི་ཤེས་ད། རྗེ་བཙུན་ཁ་བ་ཆེན་པོ་ཁོང་ཚོ་གི་དེ་རག་ག་ལ་ཡིན་ན་ན། མདོ་སྟ་འདི་དེ་ཙམ་ནས་ཁོ་ཚེ་ཐུག་མཁས་པ་ཅིག་ན། ཁོ་འོ་ནི་ཤིན་ཏུ་རིག་ནས་ཆ་ཚང་བ་ཞིག་ངེས་རེད་དོ་མང་པོ་མི་པོ། ད་དེ་བ་ཚ་ལ་ལ་དེ་སྲས་གང་ཅི་ཅིག་ནོ་ཁེ་དེ་ཡོད་ན་ང་ཚོ་གྲ་ས་ལ་ཡོད་ཅན་མོ་པོ་ཅན་རུ་བ་ད་དུ་ཅན་རུ་བ། ཀྱི། རིག་གནས་འདྲ་བ་གཅིག་བློ་ཆུང་ཆེན་ངོས་འདི་ཀ་ལ་ནི་ཁྱོད་རང། ནི། ག་རེ་བཟོ་བ་རེད་ཨ་ནི་སྡེ་བ་གཞུང་གི་ལས་ཀ་བྱེད་གང་འགྲོ་གི་ཡིན་པས། དེ་ཁོ་རེ་རེ་ནི་ར་ནི་རིག་གནས་རྐྱང་འགར་ད་སི་དི་ཀ་ལ། རྐྱང་པའི་མགོ་ལ་མགོ་ཁོག་པོ་ཡོད་པ་འདྲ་བོ་དེ་འགྲིག་གི་མོ། བ་ཆང་འདྲ་བོ་དེ་ཡོད་རེད་ཟེར་གི་འདུག་དེ་ཡོད་ཐག་ཆོད་ཡོད་ས་རེད། དེ་བྱས་ཏེ། དེ་བ་ཚ་ལགས་ཀྱི་དེ་བྱས་དེ་སོང་གི་ནང་ལ་ཡོད་དེ་ངེད་ཀྱི། མཁས་པ་མང་པོ་མཆིས།

ང་ཚོ་དཔེ་ཆ་ནང་གསུང་བ་བཅོས་བ་མིང་གི་ལྷག་མ་ཙུང་དུ་ཅི་སོང་བ་རེད་ཟེར་དངོས་གནས་རེད་ད་ག་མིང་གི་ལྷག་མ་ཙུང་དུ་ཅི་སེ་རི་ཀ་བ་ད་མཁས་པ་དེ་གི་མིང་དེ་ལྷག་ཡོད་རེད་མ་ཏོག་མིང་དེ་ལས་གཞན་པི་གི་ཅི་གང་ཅི་ལྷག་མ་ད་ད་ཁེ་བི་རིགས་མང་པོ་ཅི་དེ་སུ་དེ་སུ་ག་རིགས་གི་དེ་བཟོ་དགོས་བ་རེད་ཟེར་ན་དེ་ནི་སོ་སོ་གི་དེ་ནི་སྦྲང་ཞག་འཇུག་གི་རྣོ་ཆེ་གི་ཤི་རག་དེ་ཡི་ཐུགས་ལ་མ་དཔག་ཐོ་ཡ་ཡི་ཉེས་པ་དེ་མེད་དེ་དེ་རེད་དོ་བ་དེ་སུ་དཔེ་མ་ཟེར་གལ་ཆེན་པོ་རེད། འདིས་རྒྱང་མི་ཉེ་ཞེས་པའི་དོན་མ་རག་ཚིག་སྟེ། རྒྱང་མི་ཉེ་ཞེས་པའི་དོན་ཡིན་ན་ཁོ་རང་ད་ག་ཟེ་མཁས་པ་ཟིག་ཁོ་རང་གི་རྒྱུགས་ནི་གཞན་པ་ལ་རྒྱང་མི་ཉེ་ཟེར་གི་མ་རག་ཨ་ནི་རྗེ་སྐུ་གདུང་པ་ཆེན་པོ་ཁོ་རང་གི་རྒྱུགས་ནི་མདོ་སྔགས་རིག་གནས་ལ་དཔྱད་པ་ལ་མཁས་པ་ཆགས་རྩོམ་ཡིག་དུ་སུ་ག་ཚད་མང་པོ་ཡོད་བ་རེད། མགོ་མ་འཁོར་ཟེར་ཡ་དེ་འདུག་རྒྱང་མི་ཉེ་ཟེར་ཡ་དེ་ལོག་ཁ་ཡིག་ཟེར་བ་དང། སྒྲ་སྙན་སྨྲེ་ཚིག་སོགས་ལ་མགོ་འཁོར་མགོ་འཁོར་ནའང་གཞུ་ལུས་ཐིག་ཚོ་ཞེས་པའི་སྐད་ཡིན་པས་སྲིད་པའི་བཀའ་ལ་མགོ་མ་འཁོར་གསུང་གི་འོས་ས་རེད་མ་གཏོགས་རྒྱང་ཉེ་གི་མ་རེད་ཅེས་གསུང་གི་འོས་ས་མ་རེད།

སླེ་བུ་པོ་སྡོང་བུ་ཡོད་ངེས་ཀྱི་དཔེ་ན་ཆགས་ཤེ་ན་བཀྲ་ཤིས་འཁྱིལ་ཡི་ནང་དུ་མདོ་མེད་མཁས་པ་གཙུག་ཏོ། ཤེས་པའི་ཐུགས་ནི་བརྩེ་བའི་ཐུགས་ནི། ད་འཆད་རྩིས་བཙོང་སྲིད་གི་ན་ནི་ད། བཙོང་པ་མ་གཏོགས་པའི་འཆད་རྩིས་ཀྱི་ཐུགས་ནི་ཅིག་འབྲེལ་དེ་འདྲ་བ་ཅིག་ཅིག་བྱས་པ་ཡིན་ན། ང་རོ་གི་བཙོང་སྲིད་བྱས་ན། དེ་སྡེ་སྲིད་ཀྱི་མཁས་པ་དུ་སུ་པས་གང་ལ་ཡང་བུ་ག་རེ་མ་གཏོགས་ཧོ་ལོ་མ་ཟ་གི་མ་རེད་དྲན་གོ་བ་རེད། ཡིན་ན་ཡང་རྐང་ཡིག་ཅིག་ག་རེ་འཁྲིད་གོ་བ་རེད་ཟེར་ན། ཅི་སྟེ། སུ་སི་ཡི་དེ་པའི་ད་སོ་པེ་ཆ་ལོ་བཞི་ལོ་གཉིས་པི་ལྟ་བུ་བྱས་བཞག་འཇུག་གི།

རྣམ་ཤེས་རིག་ཤེས་རབ་ལྷན་ཅིག་ཏུ་སྙོམས་དུ་སྤོང་བ་དེ་ག་རིགས་ཚོར་ཡོན་གོ་རེ། རིག་མིན་ཁོ་ནའི་དོན་ནི་རྩོལ་རིག་ཁོ་ནའི་དོན་ཡོན་གོ་ར་སྙོམས་དུ་སྤོང་བ་དེ་དེ་མ་གཏོགས་ཐ་ལོ་ཡན་ཐ་ལོ་གཞན་པ་ཡོད་མ་རེད་ལ། དེ་མེད་དུས་རྩ་ནི་འདི་སོགས་སྦྱང་དགོས་ཡ་དེ་ཧ་ཅང་གལ་ཆེན་པོ་རེད་ད་ལྟ་དེ། དཔེ་ཆ་གསར་པ་གཏང་ཉིན་དུ་སོགས་ལོ་གཉིས་ལོ་གཉིས་བྱེད་བཞིན་པ་དུ་སོགས་དཔེ་ཆ་ལ་འགལ་མི་བྱེད་པའི་ཐོག་ནས་སྦྱང་དགོས་རེད་དུ་སོགས་ཡག་པོ་སྦྱང་དགོས་རེད་སྦྱང་བ་མ་ཟད་དཔེ་དག་པོ་སྦྱང་དགོས་རེད།

དེ་ཡིན་དུས་དཔེ་ཆ་ཚང་བ་བྱེད་དགོས་ན་དཔེ་ཆའང་དཔེ་ལྟ་བུ་ཆ་ཚང་བ་བྱེད་དགོས་ན་མི་སུ་སྦྱང་དགོས་རེད་ཡག་པོ་སྦྱང་དགོས་རེད། སྦྱང་བ་ཙམ་དུ་མ་ཟད་ཡག་པོ་སྦྱང་དགོས་རེད། གོང་ལྟ་སྤྱོད་དཔེ་གར་སོགས་ཀྱི་རེད་རགས་བྱུང་ན། རྗེས་མ་སོ་སོ་གློག་བརྙན་འཐེན་ཚར་བའི་རྗེས་ལ་དངོས་གནས་སོ་སོའི་གློག་མང་པོ་དཀའ་ལས་རྒྱག་བཞག་རྒྱུ་གི་དེ་ནས། གནོད་ཆས་བསགས་བཞག་རྒྱུ་རྡོ་སོལ་སྟོན་ལ་ཕུད་ཀི། དཔེ་ཆ་འགོ་ལ་ཚད་ལྡན་གང་ལ་བཞག་ཐོག་ངེས་ཅི། དེ་འདྲའི་མ་བྱུང་བ་ཡིན་ནས་རྗེས་མ་སོ་སོའི་ཀུ་མུ་ཐེ་ལོ་ལོངས་ཐོག་ངེས། ཅེས་དྲི་ཞིབ་ཟེར་ན་རོ། དྲི་ཞིབ་ཟེར་ན་ཡང་ནི་དཔེ་ཤོག་ཀུན་ནས་ཡ་ཡ་རྒྱུས་མ་མ་རྒྱུས་མི་གོ་བ་ཅིག་སོ་སོ་རང་གིས་གྲུབ་ཐོག་ངེས། མིར་གཅིག་ལྟ་རུ་གཅིག་གིས་གཉིས་ལྟ་རུ་གཅིག་ཡང་ལག་མ་དགོས་བ་གཅིག་སོ་སོའི་ཁོ་མོའི་ཐུགས་ལན་དུ་མ་མཐའ་ཡིན་ན་ཐ་ཆུ་དགུ་དགུ་དོ། འདི་དགོ་རེད་ད། འདི་ངེས་པར་དུ་དགོ་རེད། འདི་ངེས་པར་དུ་དགོ་བ་རེད། དེ་བཞིན་གཅིག་དེ་མགོ་ནང་ཁུ་སི་དེ་ག་ལ་གར་སོང་ངོ་ཟེར་ན། ད་དཔེ་ཆ་ཕར་བཞག་ནས་ཨོ་ད་འདི་རེད་ད་འདི་ལ་ཡོང། བརྟག་དཔྱད་ཀྱི་མཐའ་འདྲ་བོ་གཉིས་ཡོད་རེད། འོ་ཁྱོད་ནི་མི་དགོ་འདི་ཚོ་གཙང་མ་གཙང་བ་གཉིས་ནི་ཡག་པོ་མ་རེད་ཟེར་ངེས་པའི་ཆད་མཐའ་འདྲ་བོ་གཅིག་རེད། བརྟག་མཐའ་ཡིན་ན་ཆད་མཐའ་ཡིན་ན་བརྟག་མཐར་བཞག་ཅི་ད། ད་དེ་མ་ཡིན་པ་རིགས་གཅིག་ག་རེ་ཟེར་ན་ཨོ་ད་དེ་མ་གཏོགས་མི་དགོ། ད་ཏིག། ཁྱེད་མི་ཐ་རེ་ད། ཡ། དཔེ་འདྲ་བོ་ཅིག་བཞག་ན་ང་རོ་ཚོ་ར་ཏུ་ཤོང་བ་ར། ར་ཏུ་ཤི་བའི་དགེས་པ་དེ་ག་རེ། མདོ་བ་ནོར་གཉིས་གསུངས་པ་ར་ད། སྤོ་བང་སོང་སྡེ་དུ་སློབ་པ་ཐིག་སོ་མོང། སྤོ་བང་སོང་སྡེ་དུ་སློབ་པ་ཐིག་སོ་ཅན་བ་འདི་ཀ་ལ། རིག་གནས་ཀྱི་ལས་རིག་གནས་དེ་ག་རེ། དེ་སོག་གི་ཐག་ར་ད། ཁ་ཚུགས་ཀུན་ཏུ་ཤེས་པ་ན་ཞིག་དེན་གྱི་རྒྱལ་པོ་ཚིག་གི་ཁ་ཁ་ལ་བརྟེན་ཞེས་གསུངས་བ་ན་ཞིག་དེ་སོག་གི་ཐག་ཆག་དེ་བ་ར། དཔེ་ན་ནི་དཔེ་འདྲ་བོ་བཞག་ནས་ཞུས་པ་ཡིན་ན། བཞུགས་དཀའ་བའི་སྔགས་འདི་ང་རོ་སོ་ཟ་གཅིག་གི་ཁ་ལག་འདི་རེད། ཧ་གོ་སོང། རིན་མེད་རྒྱ་ཧ་འདི་དེ་ཟ་ཡག་གི། འདི་ལྡན་མ་དོ་ཐ་ལེ་དོ་ཁོའེ་ཙི་དོ་དོ་སོ་རེད། བདག་ཁྱོད་རང་གིས་མི་ཚེ་གཅིག་ལ། ཡང་ཁོའེ་ཙི་དོ་ཐུན་མང་ཅང་ཅང་གྲ་སྒྲིག་བྱེད། ཁ་ལག་ཁ་མུ་གི་ཟ་ཡག་མ་རག་ན། ཁྱོ་ཡོག་རེད་ད་དེ་ཁྱོ་ཡོག་རེད་ཁྱོ་ཡོག་མ་རག། ཁྱོ་ཅེ་ཅོ་ཡོག་མ་རག་གོ། ཐག་ཅང་ཅང་ལ་སོ་མ་གཏོང། ཐག་འདི་བེད་སྤྱད་ད་ནི་ཐག་གཞུག་ལ། ཁྱེད་ནི་འཇུས་མ་ཐོག་པ་ཡིན་ན་ཁྱོ་ནི་རེད་ཡོག་མ་རག་ད་དེ། དེ་ཡིས་དེ་བཀག་ལ། རིག་གནས་རྐྱང་རྐྱང་ནང་དུ་འཇིག་སྟེ་དེ་ནི་ག་སོགས་ལས། དཔེ་ཆ་བློ་ཉེས་མི་དགོས་ཟེར་ན། ད་དེ། འདི་ས་ཆ་འདི་མགུར་ཡོད་ས་རེད་ནོ་དེ་བས་ད་ལོ་འགའ་གཞན་པ་ཅིག་ལ་འགྲོ་དགོས་ར། རེད་བ། ད་དཔེ་ཡོང་རིགས་ཅི་རེད་ད། ཁྱོད་ནི་དཔེ་ཆ་བཀླག་མ་མཁས་ངེས། དཔེ་ཆ་སྲིད་ངེས་དེ་ཁྱོད་ནི་མི་ཡོང་གི་དེ་འདྲའི་རིགས་ཅིག་ཡོང་གི་འདུག་ད་སུ་ཡིན་ན། རུང་ག་འདས་པ་ལས་རིག་གནས་གཞན་པ་སྦྱངས་པ་ཡིན་ན་ད་མེད་པ་ལས་ཡག་ག་ཡོད་རེད་བ་ད། དེ་རེད་མ་གཏོགས་འདི་ནོ་ཡོན་ཡོན་ཡག་གི་དགེ་ལྡན་སྐོར། དཔེ་ག་སོགས་ལ་ང་ཚོ་དཔེ་ཆ་དཔེ་ལྟ་བུ་ལྟ་ཡི་རྩ་ཡི་རྨིས་པས་དེ་རྨིས་ཏེ་དེ་ཕི་གེ། རྩ་བའི་དོང་རྒྱ་ཕུག་གི་མིག་དེ་ཞེས་པ་ལ། དེ་དཔེ་ཆ་མོ་ཉིད་བཞུགས་དཀའ་བའི་ངང་གོ་གྱང་འདིར་དཔེ་ཆ་མོ་ཉིད་ཡག་པོ་བྱས་ཡ་འདིར། ད་དེ་ལ། ཕུ་སུ་ཚུབ་པའི་ཡན་ལག་འདིར་ག་རེ་ཡོད་རེད་མོང་པོ་ཡོད་རེད། རེ་ནས་གྱང་འདིར་དེ་ཕུ་སུ་ཚུབ་པའི་ཡན་ལག་འདི་གཅིག་ཆགས་འདུག་རེད། དེ་མགོ་བོ་ཡོད་རེད་དེ་མ་ཚུགས་ན། སྤྱན་ལྟ་བུ་ཆུ་ཆེན་པོ་གཅིག་ཡོད་རེད་ཟེར། སྤྱན་ལྟ་བུ་ཆེན་པོ་ཁྱོད་རེད་དཔེར་ན་ཆ་ཆ་ན་མེ་ལྟ་བུ་གཅིག་ན་བཟོ་ལྟ་འདྲ་བོ་ཡག་པོ་ཡོད་ངེས་ཅིག་ལ་མིག་ཡག་ཅིག་མེད་ངེས་སུ་ནོར་ཨ་མཆོག་ཡག་ཅིག་མེད་ངེས་སུ་ནོར་གཅིག་མ་ཚང་ངེས་ཡག་པོ་ཡོང་མ་རེད། དེ་ཡིས་དེ་མགོ་འཁོར་སྲིད་ཡ་དེ་དོང་གྱང་ཉིད་དེ་ལོ་ཧ་ཆེ་ནས་གྱང་དགོས་རེད་ཡག་པོ་གྱང་ལོག་རེད་དུ་བཟོ། འདི་སྐད་གསུང་གོ། སྒྲ་སྙན་མི་རྫི་སོགས་ལ་མགོ་འཁོར་ན། གཞུ་ལུས་ཁྱི་ཚོགས་བྱེད་པའི་བགེགས་ཡིན་པས། འདི་དོ། གཙང་བོ་ནི་ཡལ་ག་མ་འཛི་སྲིད། གཙང་བོ་ནི། འདི་དོ། གཙང་བོ་ནི་ཡལ་ག་མ་འཛི་སྲིད་འདི་མ་དོ་ཅི་གི། གཙང་བོ་དེ་ཡལ་ག་གཉིས་ཀ་ཉོ་འཛི་ལ་འགྲིག་གོ། གཙང་བོ་དེ་གཙོ་བོ་ལ་བཞག་རོ། ཡལ་ག་དེ་ཕལ་བ་ལ་བཞག་ནས་གཉིས་ཀ་ཉོ་འཛི་ལ་འགྲིག་གི། གཙང་བོ་དེ་ཕ་བོ་ནི་ཡལ་ག་དེ་མ་འཛི་གསུང། འོ་ད་དེ་རེད། འོ་ད་དེ་དིང་རི་ར་པོ་ཆེ་ཡག་ད། དིང་རི་ར་པོ་ཆེ། དེ་ནི་གར་སོ་བོ་རེད་གཙང་པོ་ནས་ཡ་ག་མང་ཚོགས་འོངས། རུ་རུ་བཞུན་གྱི་རྒྱལ་ཞང་གོ་དེ་སོགས། མ་མཐུ་ཤངས་བཅས་ཚིག་འཁྲུ་ཀོང་པོ་དང། རིག་པའི་དཔྱད་པ་མི་ཟད་གོ་ཐོག་ཅི། བོ་ཤེས་འདི་ཅོ་ད་ཤ་མི་བྱེད་པའི། གོ་རེ་ཟུར་འདི་འདྲ་བ་ཅི་ཞིག་འོངས། སྔོན་མའི་དྲང་གནས་ལས་རྗེ་ཀུན་དུ་མ་ཆེན་པོས་གསུངས་པ་དེ། རིགས་གཅིག་ག་རེ་ཡོད་རེད་ཟེར་ན། ད་དེ་དུས་སུ་ང་ཚོ་དཔེ་ཆ་བཏང་གི་གོ་ལོ་ཉེ་བ་མོ་ཡོང་གི་འོ་རེད་ད། དཔེ་ལོ་ཉེ་བ་རིགས་གཅིག་དེ་འདྲ་ཡོང་གི་འདུག་ཨ། དཔེ་ཆ་བཏང་འོང་དེ་ག་ལ་ལྟ་སྟངས་འདྲ་བོ་གཅིག་ནོར་འགྲོ་དེ་ག་ལ་ག་རེ་སོགས་རེད་དཔེ་ལྟ་སྲིད་བཏང་རྐྱང་རྐྱང་སོང་དང། རྩོད་པ་རྩེ་ཡ་རེད་ད། བཟོ་ལྟ་བྲེ་ཡ་ཚ་རྒྱག་ཡ་ཁོ་ཟུ་རྒྱག་ཡ་རྩེ་པ་རྐྱང་རྐྱང་རྩེ་ཡ་ཚིག་གི་ཐོག་ནས་དཔེ་དཔེ་ཕ་ཆོས་ཕ་ཆོས་དེ་བཟོ་ལྟ་གང་ཅི་སོགས་དགོས་འདུག་དེ་རྐྱང་རྐྱང་སོང་བ་དང། བརྩེ་བ་རྐྱང་རྐྱང་སོང་དོ་ཁ་ཕག་བླུགས་ནས་བརྩེ་བ་རྐྱང་རྐྱང་བརྩེ། བརྩེར་བ། དཔེ་གཞི་དེ་དག་གི་སོ་སིའི་སེམས་ནང་ལ་བོ་རུ་མི་འཇུག་གི་དེ་ནས་དོ་བ་ད་ལྟའི་བའི་རྐྱེན་ག་རེ་ཡོད་རེད་ཟེར་ན། ཁོ་རི་ལུང་འདྲ་བོ་ཅིག་ཆགས་འོང་དེ་སྐབས་ལ་རྟ་སེ་ཚ་བོ་བཏང་ཐོག་གོ་རེ་རྟ་སེ་བཏང་ཤིང་གོ་བ་རེ་ཡིན་ན་ཡང། མང་ཅིག་བསྡད་ནས་ཡང་ཁྱེད་རང་གིས་འགྲེལ་བཤད་ཞིག་རྒྱག་ན། རྒྱག་ཐོག་མར་ཁོ་དེ་དུས་དཔེ་ཆ་མང་པོ་དོ་བ།

ང་ཚོ། ང་ཚོ་སྔས་མ་ཁྱེད་རང་འགྲོ་དུས་ཀར་འདི་འདྲ་ཡོད་ད། འཛིང་ཧ་འོ་འདི་འདྲའི་བསྟོད་རུ་བ། ཁོ་ཡར་ལངས་ནས་དཔེ་དེ་ཟིན་བསྐྱར་ནས་བལྟ་སེ་མི་བཏང་གི། སྙོམས་ཆུས་བཅད་ནས་བསྡད་ཡོད་ན་ཡང་མི་ཚང་མའི་སྐད་ཆ་དེ་ཁོ་ལ་དྲི་དགོས་ཡ་ཆགས་འགྲོ་གི་འདི་འདྲ་ཡོད་རེད་མང་པོ། དེ་ཁོ་ལྷད་ལྷད་ཀྱིས་འདས་འོ་དེ་དཔེར་དཔེ་དག་ཤེས་རྒྱུ་ཡོད་ངེས། ད་སུ་དཔེ་ཆ་འདི་མ་ཤེས་ངེས་དེ་རེད། དཔེ་ཆ་ཤེས་མ་ཤེས་འདི་འདྲ་བལྟ་དགོས་རེད། ཀོ་བཟང། མ་གཏོགས་འཇིག་ཚེས་འདྲ་བོ་སྤྱང་སྤྱང་བྱེད་ཕལ་ཁའི་གར་སོགས་ལ་བེད་སྤྱད་བཏང་དེའི་ཚེ། དཔེ་གཞི། སོ་སྲིད། མ་ལྷད་ལྷད་ཅིག་ནས་བལྟས་ནས་དཔེ་གཞི་ཐོག་མར་བཙལ་ནས་བཤད་རྒྱུ་མེད་ངེས་ཆགས་སོང་ན་འགྲིག་གི་ཡོད་མ་རེད། དེ་ཡིན་དུས་བཀའ་བློ་དང་གིས་དང་གིས་འདི་གསུངས་པར་བ་དང་པོ་དུས་ནས་ག་རེ་གསུངས་པ་རེད་ཟེར་ན། ཨང། རུ་རུ་གཞུན་གྱི་རྒྱལ་བཞག་རྒྱུད་ལྡན་སོགས་མ་མཐོང་ཤངས་ཆད་ཚིག་འབྲུ་དཀོན་པོ་དང། རུ་བ། དེ་དེ་གཅིག་རེད། དེ་དང་པོ་དེ་རེད། དེ་འདྲས་བྱས་པ་ཡིན་ན་ད། པེ་ཅིང་ལ་གོ་བ་ཡག་པོ་ལས་ཐུག་གི་མ་རེད། ད་ལྟའི་ང་རོ་སོགས་དེ་ག་སོགས་ཁྱེད་རང་རྣམས་འགྲོ་མཁན་ལ་དེ་འདྲས་མང་པོ་ཐོན་ཡོང་གི་འདུག་བ་དེ་རིགས་གཅིག་རེད། དེ་མཐའ་གཅིག་རེད། མཐའ་བཞི་པ་གཅིག་རེད་ག་རེད་ཟེར་ན། ད། རིག་པའི་བརྡར་ཤ་ཆུ་ནས་མ་བྱས་པ་བྱས། བརྩེ་བའི་ཐུགས་ནས་དཔེ་ཆ་གློག་བརྙན་མ་བྱས་པ་བྱས་རོགས། ཅིག་གཞུ་ཐིག་གི་གོ་ཧང་འདྲ་པོ་བཅོས་ན་འགྲིག་གི་རེད་སོ་སོ་འདྲ་པོ་ཅིག། འགྲེལ་བཤད་འདྲ་པོ་ཅིག་ལྟ་ཐུབ་ན་འགྲིག་གི་རེད་ཚིག་འགྲེལ་འདྲ་པོ་བཅོས་ན་འགྲིག་གི་རེད་གོ་བསྟན་འདྲ་པོ་ཅིག་རག་ན་འགྲིག་གི་རེད་སོ་སོ་དྲན་བ་ཡིན་ན། སང།